ང་ཚོ་ད་རིང་གི་བཀའ་འཁྲོལ་ཞུ་ས་དེ་ཨ་མི་རི་ཀའི་ལོས་ཨན་ཇི་ལེས་གྲོང་ཁྱེར་ནང་གནས་སྒོས་བོད་ཀྱི་གཞོན་སྐྱེས་སྒྱུ་རྩལ་བ་གཞན་པའི་ཁྱིམ་གསར་ལ་ཡིན། ཁོང་ནི་གཞས་པ་དང་སྙན་ངག་པ་ཨ་ནི་དེ་ག་ནང་བཞིན་པར་པ་དང་གློག་བརྙན་བཟོ་མཁན་ཞིག་ཡིན་པ་དང་ཉེ་དུས་ཁོང་གིས་བཟོ་སྐྲུན་གནང་བའི་གློག་བརྙན་འཇིག་རྟེན་ཞེས་པ་དེ་ལ་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཞིག་གི་སྐབས་སུ་གློག་བརྙན་རྩིས་འབུལ་གྱི་བྱ་དགའ་མ་འདྲ་བ་ག་ཤེད་ཅིག་ཐོབ་སོན་བྱུང་འདུག་ད་ད་རིང་གི་ལས་རིམ་འདིའི་ནང་ལ་ཁོང་གིས་བཟོ་སྐྲུན་གནང་བའི། གློག་བརྙན་གསར་ཤོས་འདིའི་ཐད་ལ་བཀའ་མོལ་ཞུ་གི། གཞན་པའི་ཁྱིམ་ཚང་ལ་བཀྲ་ཤིས་བདེ་ལེགས། བཀྲ་ཤིས་ལེགས་བུ་སོང་ལགས། ད་ང་ཚོས་གཞན་ཕན་ལགས་ལ་བཀའ་འདྲི་ཞུ་ཡས་མགོ་མ་འཛུལ་བའི་གོང་ལ་ཁོང་གིས་བཟོ་སྐྲུན་གནང་བའི་གློག་བརྙན་གསར་ཤོས་འདི་གི་ཚན་པ་ཐུང་ཐུང་ཅིག་སྤྱན་འབུལ་ཞུ་གིན་གདའ།

གཞན་ཕན་ལ་ད་ལྟ་ཁྱོད་རང་གིས་བཟོ་སྐྲུན་གནང་བའི་གློག་བརྙན་འཇིག་རྟེན་ཞེས་པ་དེ་ལ་ཉེ་དུས་ད་ངོ་སྤྲོད་གནང་ལ་ཞུ་བ་བཞིན་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཞིག་གི་སྐབས་སུ་བྱ་དགའ་གཟེངས་རྟགས་དེ་འདྲའི་ཁ་ཤས་ཀྱི་ཐོབ་སོན་བྱུང་འདུག་འདི་ལ་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། བྱ་དགའ་འདིའི་སྐོར་ལ་ངོ་སྤྲོད་ཐུང་ཐུང་ཞིག་གནང་དང་ཨ་ནི་བྱ་དགའ་དེ་ཚོ་ག་རེ་ཐོག་ལ་ཐོབ་བ་ཞིག་ཆགས་ཀྱི་ཡོད་རེད།
ད་བྱ་དགའ་དེ།

ད་དེ་ནས་འདི་གསུངས་དང་གཅིག་ད་རྒྱལ་སྤྱིའི་གྱི་གློག་བརྙན་དུས་སྟོན་འདི་འདྲའི་ནང་ལ་ད་ཁྱོད་རང་གིས་གསུངས་བ་བཞིན་རྒྱལ་ཁབ་ད་སུམ་ཅུ་བཞི་བཅུ་ནང་ནས་བཟོས་བའི་གྱི་གློག་བརྙན་མང་པོ་ཅིག་འགྲན་ཞུགས་ཀྱིས་ད་གཅིག་འདི་ཚོའི་ཁྲོད་ནས་ད་གང་དག་བྱ་དགའ་ཐོབ་བ་ཅིག་ཆགས་ཀྱི་ཡོད་རེད་གསུངས་སོང་འདི་ཇི་དུས་ཙམ་པ་འགྲན་བསྡུར་འདི་ཚོ་གང་གང་ཙམ་རྣོ་ངར་ཆེན་པོ་ཆགས་ཀྱི་ཡོད་རེད་འདི་འདྲའི་གི་འགྲན་བསྡུར་གཅིག་གི་ནང་ལ་ཁྱོད་རང་གི་ད་ག་འདའ་བོད་པ་གཅིག་གི་བཟོས་པའི་གློག་བརྙན་ལ་བྱ་དགའ་ཐོབ་པ་འདི་གི་ག་རི་མཚོན་གི་རེད་བས་ཁྱོད་རང་སྒེར་གི་བཟོ་སྐྲུན་བྱས་པའི་གཅིག་གློག་བརྙན་འདི་ལ་བྱ་དགའ་ཐོབ་པ་འདི་ལ་ཁྱོད་རང་ལ་ག་རི་མཚོན་གི་འདུག་བས་འདི་གི། གཅིག་དེ་ག་རེ་ཟེར་ན་ང་ཚོ་སྒྱུ་རྩལ་ལ་གལ་ཆེ་ཤོས་དེ་ང་རང་ཚོ་ད་ལས་ཀ་ག་རེ་བྱེད་ན་རི་མོ་བྲིས་ངེས་ཅིག་ཡིན་ན་རེད།

ཏག་ཏག་གཞོན་ནུ་ན་གཞོན་ཚོ་གིས་ད་གཞན་ཕན་ཁྱིམ་བསགས་ཀྱིས་དེ་འདྲ་ཞིག་བྱེད་ཐུབ་པ་ཡིན་ན་ང་ཚོས་བྱེད་ཐུབ་ཡས་ཀྱི་བློ་སྐྱེད་དང་སྤོ་བ་དང་གདིང་ཚོད་སླེབས་ཡས་ལ་ཕན་ཐོག་ཡོང་གི་རེད་གསུངས་རེད་འདི་བྱེད་དུས་ཙམ་པ་ཁྱོད་རང་གིས་ད་གློག་བརྙན་དེ་ག་འདྲ་བྱེད་ནས་བཟོས་ཐུབ་རེད། འཇིག་རྟེན་ཞེས་པའི་གློག་བརྙན་དེ་ག་འདྲ་བྱེད་ནས་བཟོས་ཐུབ་རེད།

དབྱིངས་དང། འདོད་པ་དང་ཨ་ནི་སོ་སོ་གི་སེམས་ཤུགས passion དེ་མེད་ན་བྱེད་བྱེད་ཐུ་ཡག་པད་ཁག་པོ་རེད། ད་དེ་ངའི་ལོ་ལྔས་དེ་ནིའུ་ཡོག་ལ shooting བྱེད་དུས་ག་ལ་ད་འཁྲབ་ངེས་འཁྲབ་སྟོན་པ་ཚང་མ first time རེད་ཁོ་རང་ཚོ་མི་ཚེ་ལ camera མདུན་ལ་འགྲོ་ངེས་ཡོད་མ་རེད། ད this experience ལ་ནི་ད་ང་བཅུ་པོ་ཆགས་བསྡད་རེད་ཨ་ནི་ངེད་ཀྱི་ཨ་ནི་དཔར་པ་ལོ་ལྔའི་དེ་པོ་ལ་དཔར་གལ་ངེས་གྲོགས་པོ་བསོད་ནམས་ཚེ་བརྟན་ལ། ང་ཚོ་གཉིས this ད་ཉམས་མྱོང this ཡོད་ངེས་ཀྱི་རེད།

དཔལ་འབྱོར་གྱི་རོགས་རམ་ཞིག་ཡོད་མ་རེད། ད་འདི་སོ་སོ་སེམས་ཤུགས་དང། རོགས་པ་ཁ་ཤས་འཛོམས་ནས་ད་ང་ཚོ་གཅིག་བྱེད་དགོས། ཨཱ་ནི་འདི་གང་ལ། ང་རང་སོ་སོ་འདོད་པ་ཉི་མ་ད་འདི་ལྟ་བ་མ་འདྲ་ཆེ་ཨཱ་ནི་ཅིག་མ་འདྲ་ཅིག་བྱེད་ད་དུས་ནས་བྱེད་དེ་འདི་གི་ཨཱ་ནི། ང་ཚོ་བོད་པའི་བློ་ངན་པོ་ལ་ད་འདི། རྒྱ་ཆེ། འཇོན་འདྲ་ད་འདྲ་མི་འདྲ་བཟོས་དགོས་ཡ་འདི་གལ་ཆེན་པོ་གྲུབ་མཐོང་ཨཱ་ནི།

འདི་ག་ལ་ང་ཚོ་སྤྱི་ཚོགས་པོ་ལ་དེ་འདི་འདྲས་བཟོས་ཡོད་མ་རེད་དེ་མ་འདྲ་ཅིག་བཟོས་ན་བསམ་སོང་ཨ་ནི། གཞན་པ་དེ་ག་རེ་ཟེར་ན་ཇུས་གཅིག་ད་ངས་དྲང་པོ་ཞིག་ཞུ་དགོས་ན་ཇུས་གཅིག་ག་རེ་ཟེར་ན་ལོ་གཞོན་སྐྱེས་ཚོ་ཡོད་པ་ད་གཞོན་སྐྱེས་དེ་ཚོ་ལ། བོད་པ་ཡིན་པའི་སྤོབས་པ་ཆེ་བོད་པའི་གི་ནང་ཆོས་པོ་ལ་དོ་སྣང་སླེ་དགོས་སླེ་ཡག་གི་ཇུས་གསར་པ་འདྲ་བོ་ཅིག་རེད་ད་ང་རང་སོ་སོ་བསམ་བློ་བཏང་ན་དམིགས་ཡུལ་དེ་འདྲས་རེད་ད་འདི། Gangster ལབ་པ་ད་ལོ་ཆུང་མ་དེ་ཚོ་ད་ཚང་མ་དོ་སྣང་དཔེ་སླེ་འགྲོ་འདུག་ལ

རེ་བ་ཆེ་ལགས། རེད་ད། འདི
ཁྱོད་རང་གི་གློག་བརྙན་དེ་ལྟ་འདོད་ཡོད་ངེས། ཅིག་འཛམ་གླིང་གི་ས་ཁུལ་མང་པོ་ནས་མི་མི་སྣ་མང་པོ་ཅིག་ཡོང་གི་འདུག་གསུངས་རེད། འབྲེལ་བ་བྱེད་མཁན་མང་པོ་འདུག་གསུངས་རེད་དེ་ཕྱི་དུས་ཙམ་པ་ད་གློག་བརྙན་དེ་བཟོས་ཚར་དུས་ཙམ་པ། མི་མང་ལ་ཅིག་ཡོངས་གྲགས་ཀྱི་ཐོག་ནས་སྟོན་ཡན་གྱི་འཆར་གཞི་དེ་ཚོ་ལས་རིམ་འཆར་གཞི་དེ་ཚོ་ག་འདྲ་བྱེད་ནས་ཡོད་བས། ལའང་ད་ལྟ་དང་པོ་དེ International

ད་ལྟ་བྱེད་དུས་ཁྱོད་རང་གི་གློག་བརྙན་འདི་ལེའུ་གཅིག་ལ་ཅིག་ཕྲན་བུ་རིང་བ་ཅིག་མ་བཟོས་ནས། ལེའུ་གཅིག་རེ་རེ་བྱས་ནས་ད་ག་ད་ལེའུ་གཉིས་ཀྱི་ཐོག་ནས་ཏུན་ཡན་གྱི་ཐག་གཅོད་དེ་གར་ཅི་ནས་གནང་ཡིན་པས། ཐུག་ས་དེ་ད་དཔལ་འབྱོར་སྒང་ལ་ཐུག་སྟེ་ལགས། དམིགས་བསལ་ད་གློག་བརྙན་བཟོས་ངེས་ཚོ་ཚང་མ་མཁྱེན་གྱི་རེད་གློག་བརྙན་ད་མི་མང་གཅིག་སྒྱུ་རྩལ་ལ་ད་ང་ཚོ་སྒྱུ་རྩལ་ལ། Unfortunately ད་འཛམ་བུ་གླིང་ང་ཚོ་དམིགས་བསལ་གྱི་ང་ཚོ་གི་སྤྱི་ཚོགས་བུ་ལ་སྒྱུ་རྩལ་ཟེར་ན།

ད་ངས་འཇིག་རྟེན་བཟོས་དུས་ཀ་ལ་ད་ང་རང་སོ་སོ་སྒེར་གྱི་དབྱིངས་ཡོད་ནས་བཟོས་རེད་མ་གཏོགས་དཔལ་འབྱོར་གྱི་ད་བད་ཁ་ར་དཀའ་ལས་ཞི་བོ་བྱུང་རེད་ད་འདི་དཔལ་འབྱོར་ཚང་མ་སྡང། འཁྲབ་སྟོན་པ་ཚང་མ་དུས་ཚོད་སྟོན། ཁོ་རང་ཚོ་ལ་དུས་ཚོད་ཡོད་ཚང་མ་ད་མཐུན་རྐྱེན་ཚང་མ་གྲུབ་ཡོད་ན་ད་འདི་དེབ་ཅིག་ལ་ངེད་ཀྱི

རྒྱ་ཆེན་པོ། Feature Swag། ད་འདི་ཚོང་འདྲ་བོ་རེད། ད་འདི་ངེད་ཀྱི། ད་ནི། ལའང། ད་ཡང་ང་ཚོ་གཅིག་དུས་ཚོད་དེ། དུས་ཚོད་བྱེ་བྲག་མི་འདུག་དེ་ནི་ངས་ཡང་ད་ཁྱོད་རང་གིས་འདི་གསུངས་རེད་ད་ཨ་མི་རི་ཀའི་བོད་མི་གནས་སྡོད་བྱེད་སའི། ཨ་མི་རི་ཀའི་ནང་གི་གྲོང་ཁྱེར་ཆེ་ཁག་མང་པོ་ཆེ་ནང་ངོ་ལ་གློག་བརྙན་འདི་སྟོན་ཡན་གྱི་ཆ་ཤས་ཡོད་གསུངས་རེད་འདི་བྱེད་དུས་བསམ་པ་ཁྱོད་རང་གིས་འདི་གསུངས་གནང་ད་བོད་མི་ཚོ་གིས་ད་ཅིག་ལྟ་ངན་ཕྱི་རྒྱལ་དེ་འདྲས་མང་པོ་ཡོང་སྲིད་བ་རེད་དེ་གང་ལྟར་བོད་མི་ཚོ་གིས་ཁྱོད་རང་གིས་བཟོ་བསྐྲུན་བྱས་པའི་འཇིག་རྟེན་ཞེས་པའི་གློག་བརྙན་དེ་གར་ཕྱིན་ལྟ་དགོས་དགོས་པའི་རྒྱུ་མཚན་གཉིས་གསུམ་གྱི་བགྲང་ད། ད
ཅིག་འདི་ང་ཚོ་བོད་པ་པོ་ལ་ཅིག་ཅིག་ལ་དེ་འདྲས་རོགས་རམ་བྱེད་དགོས་ཡ་ད་སུ་པོར་བྱེད་དགོས་ཡ་དེ་གལ་ཆེན་པོ་མཐོང་གི་འདུག་ང་ཅུག་པོ་མེན་པ་ཆེ་ང་ཅུག་པོ་མ་རེད་རྒྱུ་ཚད་སུ་ལ་ཡིན་ནས་ང་ཚོ་སྒྱུ་རྩལ་ཟེར་མཁན་དེ་ང་ཚོ་གི་མགོ་ཚོས་ན་རྒྱལ་རབས་ག་རེ་མགོ་པོ་ག་རེ་རྒྱལ་རབས་ལྟ་ནས་རེད་རིག་གཞུང་ག་རེ་ཡིན་ནའི་ལུང་པ་ག་རེ་རྒྱལ་རབས་ལྟ་ནས་སྒྱུ་རྩལ་ཟེར་མཁན་དེ་དཔེ་མ་སྲིད་སྤྱི་ཚོགས་ལ་གལ་ཆེན་པོ་ད་ཕན་ཐོག་པོ་ཞིག་པོ་ཆགས་བསྡད་ཀྱི་ཡོད་རེད་སྙེ་མ་ནས་ད་ཡིན་ནའི་སྒྱུ་རྩལ་ལ་ཐོང་ཅིག་ཡོད་རེད་བ་ད་ངས་དྲང་པོ་ཞུ་དགོས་ན་ང་ཚོ་བོད་པ་ཚོ་བླ་མ་ཚོ་ལ་ཅིག་དོ་ན་ད་ཐོང་སྤྲད་ཅིག་ཡོད་རེད་བ་ད་དེ་ཡིན་ད་ཡིན་ང་ཡི་བླ་མ་ལ་དད་པ་བྱེད་མཁན་ཅིག་ཡིན་ཡིན་ནའི་ཁོ་རང་ཚོ་ལ། དོ་སྣང་སྤྲད་རྒྱུ་འགྲོ་བོ་དེ་མཐོང་སྤྲད་རྒྱུ་འགྲོ་བོ་ང་ཚོ་བརྒྱ་ཆ་ཉིས་བརྩེགས་ལྔ་སྒྱུ་རྩལ་ལ་དེ་ག་ཟེ་གི་མཐོང་སྤྲད་ན། ང་ཚོ་སྤྱི་ཚོགས་དེ་ཡར་རྒྱས་དངོས་གནས་དྲ་ནས་འགྲུབ་པར་སྤྱི་ཚོགས་ལྟ་བ་ཤི་ག་འཁུར་ཡུལ་ང་ཚོ་བསམ་བློ་བཏང་སྟངས་གུ་ཡངས་པོ། སྒྱུ་རྩལ་ཟེར་ངེས་དེ་ད་ང་ཚོ་སྤྱི་ཚོགས་ཀྱི་གནས་སྟངས་དེ Creatively ཤེས་ངེས་དེ་ཚོ་སྒྱུ་རྩལ་ཟེར་གི་ཡོད་རེད་པ། ཨ་ནི་སྒྱུ་རྩལ་དེ་ད་ཅིག་དྲང་དོན་གྱི་ལས་ཀ་ཅིག་རེད།

བོད་པ་སྒྱུ་རྩལ་བོད་པ་པོ་ལ་རི་ཆར་གིར་འགྲོ་བོ་དོན་གོ་ཡ་གལ་ཆེན་པོ་མཐོང་གི་འདུག་བོད་པ་པོ་ལ་ང་ཚོ Tarantino འགྲོ་བོ་བོད་པ་པོ་ལ Anurag Kashyap འགྲོ་བོ་དེ་ཚོ་དོན་གོ་ཡ་གལ་ཆེན་པོ་དཔེ་མཐོང་གི་འདུག་ངས་དེ་ཚོ་ཐོན་ན་ང་ཚོ་སྤྱི་ཚོགས་ལ་ང་ཚོ་འཐབ་རྩོད་ལ་རྩ་དོན་ལ་ཚང་མ་ལ་ཕན་གི་རེད་བསམ་གི་འདུག་ཨ་ནི་བྱང་ཨ་རི་བོ་ལ་དང་ཡུ་རོབ་བོ་ལ་བོད་མི་ཚོ་འཇིག་རྟེན་ཟིན་ངེས།

མོ་སྒྲ་བཏང་ངེས་ཡོད་རེད་ཁ་ཤས་ཟ་ཁང་ལ་ལས་ཀ་བྱེད་ངེས་ཡོད་རེད་ཁ་ཤས་སོ་སོ་སོ་སོ་ལས་ཀ་འགྲོ་དགོས་རེད་པ་ད་ཁོང་ཚོ་ཚང་མ་གི་དུས་ཚོད་ཏག་ཏག་འགྲིག་ཐུག་ཡ་འདི་དཔེ་མ་ཟིག་དཀའ་ལས་བྱུང་སོང་ད་དགོན་བདག་ངའི་ཟ་ཁང་གི་སྲིན་འདི་འོ་ད་བར་གི་སྲིན་འདི་ཚོ་དགོན་བདག་ཟ་ཁང་ཚེ་ནང་ཁོང་ལ་ཆུ་ཚོད་བཅུ་གཉིས་ལ་ཟ་ཁང་སྒོ་བརྒྱབ་ཚར་ནས་ཨ་ཆུ་ཚོད་ཞོགས་ཀྱི་ཆུ་ཚོད་གཉིས་པ་གསུམ་པ་བཞི་པ་ལ་ཤུ་ཏིང་བྱེད་ཀྱི་ཡོད་འདི་རེད་སྲིན་ཁ་ཤས་སྲིན་གཅིག་མོ་བི་བུ་ལ་དེ་སྲིན་གཅིག thirty seconds second སུམ་ཅུ་ཡོད་འགྲོ།

ཚུལ་ངེས་ཤོས་སུ་ལས་ཀ་བྱེད་མཁན་ཡིན་ཚུལ་ཚུལ་གཉིས་གསུམ་བཞི་སུ་ངེས། ད་ག་རང་དེ་འདྲའི་དཀའ་ལས་བརྒྱབ་ཨ་ནི། ཨ་ནི་དུས་ཚོད་གང་ཚ་ད་དུས་ཁག་སུ་ཁྱི་ཟོས་ཡ་ལ་དུས་ཚོད་ལོ་གཅིག་ད་ཟླ་བ་ཁ་ཤས་སུ་འགོར་སུ་སྣང། ང་ཚོ་དེ་རིང་བཀའ་འདྲི་ཞུ་ས་དེ་ཨ་མི་རི་ཀའི་ལོ་སན་ཇི་ལེས་གྲོང་ཁྱེར་ནང་ལ་གནས་སྡོད་བྱེད་མཁན་བོད་ཀྱི་གཞོན་སྐྱེས་སྒྱུ་རྩལ་བ་གཞན་པའི་ཁྱིམ་ས་ལ་ཡིན་གཞན་པའི་ལམ་གྱིས་ང་ཚོ་ལས་རིམ་ལ་ཕེབས་ཏེ་གནས་སྡོད་མང་པོའི་ཐད་ལ་བཀའ་མོལ་གནང་བ་ལ་ཐུགས་ཆེ་ཞུ་གི། ཐུགས་རྗེ་ཆེ་བཀའ་དྲིན་ཆེ་ཐུགས་ཆེ་ན་ཁྱེད་རང་ཚང་མ་ལ།